དེ་ནས་རྒྱལ་ཡོངས་དང་རྩེ། ཁྱད་པར་བོད་པ། ཤེས་པ། བྲམ་ཟེ་ཤེས་པ་བདུན་པ། དེ་གཉིས་ཀྱི། ཕྱག་དང་རྟེན་ཟེར་བ་སོགས་ནང་འོག་ཏུ་ཉམས་ལ་རྟོགས་པ་ཧ་ཅང་ཕར་འགྲོ་བ་དེ་འདྲའི་ཆེ། ཁྱད་པར་ཅན་ཡོད་རེད། དེ་འོག་འདི་ནང་ཡོད་རེད། སྔོན་གྱི་རྒྱ་གར་ནས་རྒྱལ་རོང་ཆེན་པོ་གཅིག། ཉིད་རྟག་པར་གོ་རང་ལས་ཤ་ཟ་བར་ཟ་གྱི་མེད་ན། མི་ཆོག་ངེས་ཅན་ཡོད་རེད། དེ་ནས་ཉི་མ་དེ་ལ། ཁོ་རང་གི་བུ་མོ་དེ་ཤ་ཉོ་བར་སོང་རེད། ཆར་བ་ཆེན་པོ་བབས་ལ་ཤ་མེད་ནས། ཤ་བསགས་པ་མ་རྙེད་རེད། རྒྱལ་པོ་ལ་ཤ་བསགས་པ་གྲོང་ཅི་མེད་ན་རྒྱལ་པོས་བཀའ་ཁྱི་གཏོང་གི་རེད། དེ་ནས་མོ་ཐབས་མ་ཤེས་ཐབས་འདྲ་མ་ཐོན་ཡར་འོང་དུས་ལམ་ཁ་དེ་ནས།

གཟུངས་སྨན་དེ་ལས་གསལ་ལས་དེ་ནི་ཐམས་ཅད་རིལ་བུ་དག་དག་དྲི་ཡི་ལས། དེ་ནི་མ་འོངས་པའི་སེམས་སྐྱེ་ན་ཅི་དོན་དུ་གཏེར་ལས་སྦས་པ་དེ་འདྲ་བྱེད་པ་རེད། དམ་རྫས་ཤེས་པ་བདུན་པ་ཞེས་བྱ་དེ་འདྲའི་ཁ་ན་རོག་ན། ཤིན་ཏུ་ནས་ངན་སོང་ལ་འཁྱམས་མི་དགོས་པར་ཐར་པའི་གོ་འོང་ཐོབ་ཀྱི་ཡོད་རེད། དེ་ཁོ་རང་མི་སེར་རེད་མ་གཏོགས། མི་ཆེ་ཁག་གཞན་དག་གིས་དེ་འདྲ་གི་ནུས་པ་ག་ཡང་མེད་རེད། ཕོ་རྒོད་ཅིག་ཤ་ཟ་རེས་ཀྱི། སྡིག་པ་དག་གི་མ་རེད། ད་རུང་མི་ཅིག་ཤ་ཟ་དེ་སྡིག་པ་བྱེད་ཀྱི་རེད། ཡིན་ན་དེ་ཁོ་རང་མི་སེར་རེད། ད་ལྟ་སྨན་ཁྲུང་འདི་དང། ནད་པ་དཔེ་ཐུ་མོ་གི། ཟ་ཆུ་ཉན་ལ་ཟ་བཞག་དུས། ག་ཚོད་ག་ཚོད་ལ་ནད་དེ་ཡར་ཞེ་དྲག་སེལ་གྱི་རེད། ང་ཚོ་བོད་པ་འདི་ཡིན་ན། མི། ཤི་རན་དུས་དབུགས་ཆད། སྨན་ཁྲུང་འདི་ཡིན་གྱི་མིན་གྱི་ཁ་ན། ཨི་ཁྲོད་བལྟ་གི་རེད།

འདི་ལྟའི་ཚེ། ནང་ཚེ་ཞོགས་པ་སྟེ་སང་ཟག་བྱེད་པའི་སྨྱོན། ཆོམ་པ་འདྲ་ནད་འདྲ་མདའ་མི་འདྲ་ནག་གི་མ་རེད། དེས་ན་ཁྱེད་རང་ཚོ་གི་འདི་བུ་ཆུ་ཕོ་ངན་སོས་མི་འདུག། དེས་ན། ཐོས་ན་ཡིན་ན་ཁང་མང་པོར་དེ་འདྲ་ཞིག་ཕོག་འགྲོ་གི་འདུག། དེ་ནི་བུམ་པའི་རྫས་དང་དེ་དེ་ནང་ཚང་ཆོས་ཀྱི་རེད་གཙོ་བོ་ལྟ་ན་དེ་ནི། ཆོས་ཀྱི་བྱིན་རླབས་བར་བཅད་ཡོད་ཀྱི་མ་རེད། ཐེ་ཚོམ་ཟ་མི་དགོས་ས་ནི་ཐེ་ཚོམ་ཟ་འདི་ལྟའི་དཀའ་ལས་མང་པོ་འདུག།

ཡ་ཡ་ད་དེ་རིང་རྩ་རླུང་གི་དུས་ཐུང་ཡིན་ས་ཡོད་དེ་ཁྱེད་རྣམ་པ་ཕེ་རོག་གནང་སོང།